རྣམ་པ་ལས་འགལ་ཚང་མ་ལོགས་ལ་ཡལ་ཙམ་དེ་ཏེ་སི་ལས་ཅན་དུ་ཞུ་བས་ཡིན། ད་རེས་འགན་ལེན་གྱི་སེང་རོང་ནང་གི་ལེ་ཚན་དེའི་ནང། བཀའ་ཤག་སྐབས་བཅུ་དྲུག་པའི་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་བཀའ་བློན་གྱི་ཐུགས་འགན་བཞེས་སྐབས། ཤེས་རིག་ལས་ཁུངས་ཀྱི་མ་དངུལ་ཀླད་ཀོར་ཡིན་པ་གསུངས་པ་ཞིག་གཤམ་ལ་གསན་གསོལ་ཡོང་བ་ཞུ།
བོད་སློབ་འཛིན་ཚོགས་ཁོངས་ལ་དགེ་རྒན་ལས་བྱེད་དྲུག་བརྒྱ་བཅུ་གསུམ་ཡོད། དེའི་ནང་ནས་བཞི་བརྒྱ་ལྷག་ཙམ་ཆེད་མཆོད་མཁན་རེད། གཞན་པ་ཡང་དེ་འདྲའི་ཡོད། ད་བསམ་བོ་ད། མཁྱེན་བརྩེ་ནས་ཕ་གཡར་པོ་ཞུ་བསྡད་པ་དེ་འདྲས། ད་ཁོ་རང་ཚོ་གསོལ་ཕོགས་གཅིག་བསྡད་པ་འདྲ་བྱས་ན། ཟླ་བ་བཅུ་གི་གསོལ་ཕོགས་དེ། ཐེག་ཆེན་བསླབ་བྱ་དགའི་ཟླ་བ་བཅུ་གཉིས་ཀྱི་གསོལ་བ་ལས་མང་ཡང། འདི། བསྐུར་བའི་ཕྱི་དུས། ཚང་མས་མཁྱེན་པ་གཅིག་གནང་རོགས་ཞེས་ཞུ་ཡ་ཡིན། ད། ཟླ་བ་གཉིས་ཀྱི་གསོལ་བ་དེ་མ་དངུལ་ནས་ཕུལ་དགོས་ཡ། ད་མ་དངུལ། ཤེས་རིག་མ་དངུལ་གསོལ་གྱི་ཡིན་ན་བོད་མི་སྒྲིག་འཛུགས་མ་དངུལ་གསུང་གི་ཡིན་ན་དེ་ང་གསལ་བོ་བྱུང་མ་སོང། ཡིན་པ་ཡིན་ན་ཤེས་རིག་ལས་ཁུངས་ཀྱི། མ་དངུལ་ནི་ཟླ་བ་གཉིས་ཀྱི་གུང་སེང་ཁབ་ལ་ཕུལ་ཡ་ད་མེད་མེད་པ་ཅིག་རེད། ཉིས་སྟོང་ཡི་ས་གཉིས་ཟླ་བ་གསུམ་པའི་ནང་ལ་ངས་ཤེས་རིག་ལས་ཁུངས་ཀྱི་མ་དངུལ་ཁ་གྲགས་པ་དང་ཁ་དེ་མ་བཀག་ཞིག། དངོས་གནས་དྲ་གནས་ཤེས་རིག་ལས་ཁུངས་ཀྱི་མ་དངུལ་མ་རྩིས་ལས་ཚབ་བྱས་ལ་མ་སྐུལ་གནས་ན་གནས་སྟངས་འགའ་རེ་ལབ་སྟེ། འཕར་མ་དཔའ་འདོད་ཚོགས་སུ་ཤོག། ཁུ་རུ་བཅུ་དྲུག་འཕར་མ་འགྲོ་ཟེར། མ་དངུལ་དེ་ཀླད་ཀོར་ཡིན་པའི་གང་ལ་འཕར་མ། གནས་སྟངས་འདི་འདྲའི་ཆུ་འོག་ལ། ཨ་ནི་ཟླ་བ་གཉིས་ཀྱི་གསོལ་ཕོགས་བུ་ཡག་གི་ནུས་པ་འདུག་གས། ཡིན་པ་ཡིན་ན་ལྷ་སྐྱབས་ནས། ལོ་གཉིས་དང་ཕྱེད་ཀའི་ནང་ལ། རོགས་ཚོགས་ཟེར་ན་བོད་པ་མིན་རེད་ད།

ཚོགས་གཙོ་མཆོག་ལས་རིང་ཤེས་རིག་བཀའ་བློན་གྱི་བཀའ་མོལ་ལས་འཕྲོས་པའི་ལས་རིང་དེ་ལས་ཡ། ཁོང་བཀའ་ལན་ཡ་དང་པོ་ལོངས་དུས་ཤེས་རིག་གི་མ་དངུལ་སླེ་གོ་རེ་ཤ་སོང་གི་འདུག་ལོ་ལྔ་གི་མ་དངུལ་གཏན་སོ་ལ་ཁ་གསལ་པོ་གྲགས་དུས་ཡ་རེ་སྤྱི་ཐང་རྒྱ་མ་དངུལ་ཚུལ་སྐོར་ལས་ལས་གི་རུ་བ་དེ་འདྲའི་བཀའ་མེད་དུ་ཤུགས་ཚུགས་ནང་ལོག་ལུག་ཕྲུག་ཐེ་ཡ་འདྲ་སོང་དུས་ན་ད་ལྟ་དེ་གོ་ཨ་ཡོད་ནའང་དྲན་གི་འདུག། དཔལ་ལྡན་ཤེས་རིག་བཀའ་བློན་མཆོག། པ་འདི་ཚོགས་རྫི་ཤོག་དྲུག་ཐལ་བ་གི་སྐད་ཆ་ཚིག་གཅིག་ཞུ་མེད་དངོས་ཡས་དྲ་གནས་ཀྱི་གནས་སྟངས་དེ་ཞུ་མ་ཆོག་པ་དེ་ཅང་ཨ་ཡེ། སྲིད་ཞིབ་སྣ་ལྔའི་ཚོགས་ཀྱི་ཆ་ཚང་མཁྱེན་དགོས་བ་རེད་ད་ཆ་དངོས་གནས་མེ་ནི་སོ་ཏའི་མི་ཚང་གཅིག་གི་འབུམ་བརྒྱ་དེ་དང་དེ་བཞིན་པ་འབུམ་བཅུ་འབུམ་དགུ་བདུན་དེ་འདྲའི་གནང་ནས་ད་ལྟ་མ་དངུལ་དེ། ཁྲོ་བོ་དང། ཁྲི་བརྒྱད་སྨན་རྩིས་ཀྱི་ཕྱག་བདེ་བ་རེད། ཡིན་ན་ཡང་མ་མོའི་དུས་འབྲེལ་གཅིག་གི། སྲས་པོ་ཟླ་བ་གཉིས་ག་འདྲས་ཕུལ་བ་རེད། ད་བུད་མེད་གྲིགས་ཚོགས་ཀྱི། གནང། སྐུ་བའི་ཕྱི་དོན་གྱི་བཀའ་གནང་བ་འདྲ་ཚུལ་འདྲེན་ཚོགས་དེ་ཐག་གཅོད་བྱས་པ་འདྲ་བྱས་ན། ཐུགས་རྗེ་ཆེ། ད་དེ་འདྲས་གསུངས་པ་དེ་བཀའ་དྲིན་ཆེ་ཞུ་ཡ་ཡིན།

བུ་སློབ་ཟིན་ཚོགས་ཐེངས་ཚིན་བསླབ་གྲྭ་ཨ་ནི་མི་སུ་རི་བུ་ཁྱིམ་གྱི་དགེ་རྒན་ས་མོ་གི་སོས་པོ་ད་འགྲིག་ཅིག་ཡག་པོ་ཡོད། ཞི་བུ་ཅེ་སེ་མ་ད་འདས་ལོ་ཁེངས་པོ་ཅིག་རྡ་ས་བུ་ཁྱིམ་གྱི་ལས་བྱེད་དུ་ཚོ་སོས་པོ་དེ་ཉུང་དྲག་བྱ་སེམས་ཁུར་དང་སེམས་ཤུགས་དང་ལྷག་བསམ་ག་ཚད་ཡོད་ན་མེད་ན། སོ་སོ་གི་མི་ཚང་གི་བུ་ཕྲུ་གུ་དང་མི་ཚང་གཅིག་སྐྱོང་དགོས་ཏེ་གསོལ་བ་འདི་ཉུང་འདྲ་ཞག་གཉིས་མཐའ་གཅིག་ཏུ་བཀའ་ཤག་ལ་ཞུ་བས། བུ་ཁྱིམ་གྱི་མཛའ་བརྩེ་རྣམ་པ་ལ་ཞུ་བས། ད་ཉེ་ཆར་ཚེ་ན་མེད་དུས་ཉིས་སྟོང་ཉི་ཤུ་རྩ་གསུམ་ལ་དགེ་རྒན་ལ་བརྒྱ་ཆ་བཞི་བཅུ་བར་རེ་དགེ་རྒན་མིན་པའི་ལས་བྱེད་ལ་བརྒྱ་ཆ་གསུམ་སོ་བརྒྱད་བར་གནང་བ་རེད། བརྒྱ་ཆ་བཞི་བཅུ་དང་གསུམ་སོ་བརྒྱད་པ་ནི་ཡང་ད་དུང་རྡ་ས་བོད་ཁྱིམ་གྱི་ལས་བྱེད་དགེ་རྒན་དང་ལས་བྱེད་ཀྱི་གསོལ་ཕོགས་ཏེ། བཞི་བཅུ་དང་སུམ་ཅུ་སོ་བརྒྱད་པ་ནི་ཡང་ད་དུང་ཞེ་དྲག་ཤོར་བ་རེད། དེ་འདྲ་སོང་ཙང་ངེད་ཅག་རང་ངེད་ཅག་རང་ཡང་ངའི་རེ་འདུན་ཞུ་ཡིན། ད

ཐོག་རྣོ་བའི་ངང་ནས་ཞུ་བ་དེ་ལ་བསྔགས་བརྗོད་དང་རྗེས་སུ་ཡི་རང་ཡོད
དེ་རེད། དེ་ནས་ཀུ་རེ་ཅི་ལི་གཅིག་གིས་ད་གཉིས་ཀྱིས་གསུངས་ས་ད་ཤེས་རིག་མ་དངུལ་དེ་བཀོལ་ཏེ་དཔལ་ལྡན་ཤེས་རིག་བཀའ་བློན་གྱི་གྲོས་ཚོགས་དེ་ནང་ནས་ཡང་ང་ཚོ་ཡར་སླེབས་པའི་སྐབས་ལ་མ་དངུལ་སླེ་གོ་རེ་བྱས་ནས་གསུངས་སོང་ཟེར་ཡ་དེའི་གི་ཡང་སྤྱི་ཚོགས་ནང་ལོག་ལ་སྐད་ཆ་དེ་ཞིག་བཟོ་བསྡད་ཀྱི་ཡོད་ས་རེད་ད་འདི་དངོས་གནས་ཚུལ་རེད། ཡང་སླེབས་པའི་སྐབས་དེ་ཀླད་ཀོག་གི་ཚད་ཀྱི་ཡོད་མ་རེད། Minus ཆགས་བསྡད་ཡོད་རེད། འབུམ་བརྒྱ་དང་སུམ་ཅུ་སོ་གསུམ་རེད་ས་ཡ་བརྒྱ་དང་སུམ་ཅུ་སོ་གསུམ་དེ་དུས Minus ཆགས་བསྡད་ཡོད་རེད། ད་འདི་ད་ལྟ་སྔོན་རྩིས་ཚོད་དཔག་འཆར་རྩིས་ཚོ་ཆུང་གི་སྙན་ཐོ་དེ་ནང་ལོག་ལ་ཡང་དེབ་སྐྱེལ་ཡོད་པའི་ལས་ཁུངས་ཁག་གི་འདས་ལོ་ལྔའི་རིང་གི་མ་དངུལ་གནས་སྟངས་གཤམ་གསལ་ཞེས་དེ་ནང་ལ། ཉིས་སྟོང་བཅོ་བརྒྱད་བཅུ་དགུ་ཡིན་ན། འབུམ་གཅིག་སྟོང་བཞི་བརྒྱ་སུམ་སོ་དགུ་དང་ལྔ་ཁྲི་དྲུག་སྟོང། མཱེནཱས་ཆག་བསྡད་པ་རེད། ཉུང་བར་འགྲོ་བསྡད་པ་རེད། ཉིས་སྟོང་བཅུ་དགུ་ཉི་ཤུ་ལ་འབུམ་གཅིག་སྟོང་བདུན་ཅུ་དོན་དྲུག་དང་བདུན་ཁྲི་ཉིས་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་བཞི། ཉུང་བར་འགྲོ་བསྡད་པ་རེད། ཉིས་སྟོང་ཉི་ཤུ་ཉི་ཚེ་གཅིག་ལོ་ལ། འབུམ་བརྒྱ་དང་བཅོ་གསུམ། འབུམ་གཅིག་སྟོང་སུམ་བརྒྱ་འབུམ་གཅིག་སྟོང་བརྒྱ་དང་སུམ་ཅུ་སོ་དགུ་དང་དགུ་ཁྲི་སུམ་སྟོང་བཞི་བརྒྱ་ལྔ་བཅུ་ང་བཞི་དེ་ང་ཚོ་རྩིས་ལེན་པའི་སྐབས་དེ་རེད། ད་དེ་དངོས་གནས་ཚུལ་རེད། སྐབས་དེ་དུས་ལས་སྤྱི་ཚོགས་ནང་ལ་སྐད་ཆ་མང་པོ་བྱུང་ཡོད་རེད། ད་ཡིན་ནའི་ད་ལྟ་སྤྱི་བཀུར་འོས་སྤྱི་འཐུས་གཞན་པ་གཅིག་གིས་འདི་དངུལ་འདི་ག་ནས་བྱུང་བ་རེད་ཟེར་ནས་འདི plus ཆ་ཡ་ལས་ཡ་ག་ནས་བྱུང་བ་རེད་དེ་ཉིས་སྟོང་ཉི་ཚེ་གཅིག་རྩ་གཉིས་ལོ་ལ། འབུམ་གཅིག་སྟོང་ཉིས་བརྒྱ་དོན་བཅུ་དོན་དགུ་དང་དགུ་ཁྲི་དགུ་སྟོང་བརྒྱ་དོན་བཅུ་དོན་ལྔ། ཡར་འཕར་བ་རེད། སྔོན་མ་ཀླད་ཀོར་གྱི་འོག་ནས་ཕྱིན་ནས་ཡར་འཕར་བ་རེད། ད་ལྟ་ཉིས་སྟོང་ཉིས་རྩ་གཉིས་རྩ་གསུམ་ལ་ཡར་མ་ངུས་ཏེ་འབུམ་གཅིག་སྟོང་ཉིས་བརྒྱ་དྲུག་ཅུ་རེ་དྲུག་དང་དྲུག་ཁྲི་སུམ་སྟོང་ལྔ་བརྒྱ་དྲུག་ཅུ་རེ་བཞི་ཕྱིན་ནས་འདུག་ཟིན་སླེབས་བསྡད་རེད། དེ་གས་དེ་སྔོན་མ་མ་ངུས་ནང་ལོགས་ནས་ལྷག་བསྡད་ཡོད་བསྡད་པ་སྦྱིན་བདག་ལ་ཕར་སློག་མོ་སྒོ་ངས་དེ་ཚོའི་རིགས་དང། ཨ་ནི་དངུལ་བེད་སྤྱོད་གཏོང་བདེའི་ནང་ལོགས་ནས་ཕར་སྤྲད་ཁུངས་མེད་པ་དེ་ཚོ་ཕྲན་ག་འདིས་ཚུགས་ཁ་སྒྱུར་བྱེད་ཆེད་ཚོགས་པའི་གི་སྒྲིག་གཞི་གཞི་བཟུང་བྱས་ནི་ཚོགས་ཆུང་ཚུགས། ཚོགས་ཆུང་ཚུགས་ཆེད་ཁ་སྒྱུར་བྱེད་པའི་གི་ཨ་ནི་རིམ་པ་ཁ་སྒྱུར་ཁ་སྒྱུར་བྱེད་པའི་རིམ་པའི་ཐོག་ནས་འདི plus ཆ་ཡ་དང་ཨ་ནི་ནོར་ལ་ལོ་རང་ཁ་སོ་སོ་སུ་ལི་ཡ་ཤི་རི་ལི་གུང་གིས་འབད་བརྩོན་བྱས་པའི་གི་རྒྱུ་མཚན་ལ་བལྟས་ནི་ད་ལྟ་གནས་སྟངས་འདི་ཆགས་བསྡད་ཡོད་རེད་ད་ད་ལྟའི་སྐབས་ལ། Minus མ་རེད་བྱས་ནས་ད་ལྟའི་གི་གནས་སྟངས་འདི་མ་དངུལ་གི་གནས་སྟངས་འདི་ཨཱ་འབུམ་གཅིག་སྟོང་ཉིས་བརྒྱ་དྲུག་ཅུ་རེ་དྲུག་དེ་འདྲ་ཅིག་ཆགས་བསྡད་ཀྱི་ཡོད་བྱས་ད་ལྟའི་གསལ་པོ་ཆགས་པའི་གི་རེ་བ་ཞུ་གི་ཡོད། དེ་ནས་ཀུ་རེ་སྤྱི་འཐུས་གཅིག་གི་ཁྱད་གསད་གསུངས་པ་རེད་ད་རིང་གསུངས་པ་རེད་དྲི་བ་ཁག་ཅིག་རང་འཇགས་རེད་ཤག། གཏན་འཇགས་མ་དངུལ་སྐོར་ལ་གསལ་མེད་པ་འདི་ད་གི། ཉིས་སྟོང་བཅོ་བརྒྱད་ཟླ་གསུམ་པའི་ཚེས་བཅོ་ལྔའི་ཉིན་ནོར་ཝེ་རླུང་འཕྲིན་ཁང་གིས་གནས་ཚུལ་སྤེལ་དོན་ལྟར་ན། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མ་དངུལ་གནས་སྟངས་དེ་ལོ་རེར་འཁྱོལ་བ་མ་གཏོགས་ཕུགས་འཁྱོལ་བ་ཞིག་མེད་པའི་སྐོར།
བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་བཀའ་བློན་བཀའ་མ་ཡེ་ཤེས་མཆོག་གིས་སྒྲིག་འཛུགས་ཀྱི་མ་དངུལ་གནས་སྟངས་དེ་སྔར་ལས་ཡག་ཏུ་ཕྱིན་ཡོད་པ་གསུངས་གནང་སོང། དེ་ཡང་དེ་རིང་ལས་ཉིན་གཉིས་པའི་ཉིན་རྒྱབ་ཀྱི་གྲོས་ཚོགས་ཚོགས་ཐེངས་དོར་ཡ། གྲོས་ཚོགས་སུ་བོད་མིའི་སྒྲིག་འཛུགས་དཔལ་འབྱོར་བཀའ་བློན་མཆོག་གིས་རྩིས་ལོ་ཉིས་སྟོང་བཅོ་བརྒྱད་དང་བཅུ་དགུ་ལོའི་སྔོན་རྩིས་གསུང་བཤད་དང་སྔོན་རྩིས་ཚོད་དཔག་འཆར་རྩིས་ཚོགས་ཆུང་གི་སྙན་ཐོའི་དོར་ཡ་སྤྱི་འཐུས་རྣམ་པས་བགྲོ་གླེང་གནང་ཡོད་པ་རེད། སྐབས་འདིར་སྤྱི་འཐུས་ཁག་ཅིག་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལོ་རེའི་སྔོན་རྩིས་དངུལ་འབོར་འཕར་བཞིན་ཡོད་པ་དང། དེ་བཞིན་འདི་ལོའི་སྔོན་རྩིས་ཚོད་དཔག་ཆག་འཛིག་ཚོ་ཆུང་གི་སྙན་ཐོའི་ནང་བོད་མིའི་སྒྲིག་འཛུགས་ཀྱི་མ་དངུལ་གནས་བབ་རྫ་རབ་ཏུ་འགྱུར་ཉེན་ཡིན་པར་ལུང་འདྲེན་གནང་བ་དང་འབྲེལ་ཏེ་ད་ལྟའི་ཆར་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མ་དངུལ་གནས་སྟངས་དེ་བཞིན། ལོ་རེར་ཁུངས་འཁྱོལ་བ་མ་གཏོགས་ཕུགས་གཏན་འཁེལ་བ་ཞིག་མེད་པ་གསུང་སྐད་བྱུང་སོང་བ་མ་ཟད། དེ་བཞིན་གནས་སྟངས་དེ་འདྲའི་འོག་ལ་སྒྲིག་འཛུགས་ཀྱི་ངོས་ནས་མ་འོངས་པར་མ་དངུལ་གྱི་གནས་སྟངས་ཡར་རྒྱས་གཏོང་ཕྱོགས་ཐད་ལ་འཆར་གཞི་གང་ཡོད་མེད་སོགས་འཛིན་སྐྱོང་བཀའ་ཤག་ལ་དྲི་བ་ཕུལ་ན་བཟང། སྤྱི་བཏང་ང་ཚོས་ད་སྤྱི་ཡོངས་ཀྱི་དཔལ་འབྱོར་གྱི་གནས་སྟངས་འདི་བརྒྱ་ཆ་བདུན་ཅུ་དོན་ལྔ་གང་འདྲ་དངུལ་རྩའི་ཚོ་པ་སུ་ཡིན་ནང་གསུངས་པ་ནང་བཞིན་རེད་བརྒྱ་ཆ་བདུན་ཅུ་དོན་ལྔ་འདི་གང་འདྲ་ཨ་ནི་པའི་སྤྱིའི་རོགས་ཚོགས་ལ་ཡང་གང་འདྲ་བསྟན་བསྡད་ཡོད་རེད་དེ་འདྲ་ཡིན་ན་ད་ལྟའི་ང་ཚོའི་གི་སྤྱི་ཡོངས་ཀྱི་དངུལ་རྩའི་ཚོ་བསལ་བའི་ནང་མ་དངུལ་གྱི་གནས་སྟངས་འདི་ངས་ང་རང་ངོས་ནས་ཧ་ཙང་གི་ཧ་ཙང་ཟ་གྲགས་སྟངས་ཅིག་གང་ལ་ཡང་ད་ལོ་སོ་སོ་སོ་སོ་གང་འདྲ་ཁུངས་འཁྱེར་ཡག་འདྲ་བོ་ཅིག་མ་གཏོགས་ཀྱི་མ་འོངས་པ་ལ་ཡང་ང་ཚོ་ཕུགས་གཏན་འཁེལ་བའི་ཞི་བོ་ཅིག་འདི་འདྲའི། འདུག་བཟང་པོ་ག་ཡི་དེ་བས་མི་འདུག། དེ་ནས་ཐོག་མར་དེ་ལ་ཡང་གཏན་འཇགས་མ་དངུལ་གྱི་ཐོག་ལ་ཡང་སྤྱི་ཡོངས་ཀྱི་ཐོག་ལ་ཡང་ཞུ་བས་འདི་གཏན་འཇགས་མ་དངུལ་འདི་ད་ཨིན་སྐད་ལ་ཞུ་བས་ན་ཀོ་ཕ་སི་ཕན་འདི་རེད། རྒྱ་གར་གྱི་དཔལ་འབྱོར་གྱི་གནས་བབ་ཀྱི་ཡར་རྒྱས་འགྲོ་བཞིན་པའི་སྐབས་ཀྱི་ད་ཡར་རྒྱས་ཟིན་ཐོ་མུ་མཐུད་ནས་འགྲོ་བསྡད་ཀྱི་རེད། དེ་འདྲས་ཡིན་དུས་བརྩམས་པ་གཏན་འཇགས་མ་དངུལ་འདི་ཡི་སྐད་བབ་ཀྱི་ཐོག་ནས་འགྲོ་འགྲོའི་བཏང་ཡས་འདི་ཅུང་མ་དཀའ་ངལ་འཕྲད་ཀྱི་རེད་བསམ་པ་དྲན་གྱི་འདུག་ག་དེ་ནི་སྐད་ཀ་དེ་ཉུང་ཉུང་ཉུང་ཉུང་འདུག་བས་སོང་ཙང། དེ་འདྲ་ཡིན་པ་སོང་ཙང། གཏན་འཇགས་མ་དངུལ་ནང་ལ་དངུལ་གསོག་འཇོག་མང་པོ་བྱས་ནས་བང་བ་བེད་སྤྱོད་བཏང་ཡས་ཐོག་ལ་སྐུ་ངལ་འཕྲད་ཡས་ཀྱི་གནས་བབ་ཅིག་ཡོང་མ་བསྡིའོ་སྐད་མ་རེད། དེ་ཚོའི་ཐོག་ལ་ཡ་དགོངས་བཞེས་ག་རེ་ཡོད་དམ་ཞེས་བྱས་དྲི་བའི་ཚུལ་དུ། གནས་སྟངས་གཅིག་དེ་ཞུ་ཡས་ཡིན། གཉིས་པ་དེ། ད་ལྟ། ད་ལྟ་དངུལ་རྩིས་ཚོད་དཔག་ཆ་རྩིས་ཕྱོགས་སྐྱོང་གི་ཐོག་ནས། ད་ང་རང་ཚོའི་གི་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་གྱི་གནས་བབ་འདི་ཟ་བྲག་ཅན་བྱེད་ལ་ཡ་འདུག་ངོས་བཞེས་གནང་བཞག་ཐོག་ལ་ཡ་ཨ་ནི་མ་འོངས་ཀྱི་ད་ཅི་སྐད་ཡ་རྒྱས་དང་ཡས་དང་དེ་ཚོའི་ཐོག་ལ་ཡང་ཆ་བཞི་ག་རེ་ཡོད་རེད་ཨི་ཞེས་རྒྱུགས་བྱུང། རྩ་བའི་ཁ་སང་གྲོས་ཚོགས་ཀྱི་ལས་ཉིན་དང་པོའི་ཐོག་དཔལ་འབྱོར་བཀའ་བློན་མཆོག་གིས་སྔོན་རྩིས་གསུང་བཤད་གྲུབ་པའི་རྗེས་ལ། བོད་དམག་སྤྱི་འཐུས་ལྷན་ཚོགས་ཀྱི་སྔོན་རྩིས་ཚོད་དཔག་ཆ་ཚིག་ཚོགས་ཆུང་གི་སྙན་ཐོ་སྙན་སྒྲོན་གནང་བའི་སྐབས། བོད་མིའི་སྒྲིག་འཛུགས་ཀྱི་མ་དངུལ་གནས་སྟངས་སྐོར་དང་འབྲེལ་ཏེ། སྤྱི་ཡོངས་མ་དངུལ་གནས་བབ་ཧིན་སྒོར་ས་ཡ་བདུན་བརྒྱ་ཟིན་གྱི་ཡོད་པའི་ཐོག། ལོ་ལྟར་འཕར་བཞིན་ཡོད་པ་དེ་ལྟར་ཡང། ལས་ཁུངས་སོ་སོའི་མ་དངུལ་ལ་བལྟས་ཚེ་ད་ལྟའི་གནས་སྟངས་ལྟར་ཕྱིན་པ་ཡིན་ན་རྩིས་ལོ་གསུམ་ལས་ལྷག་མི་བཏང་བ་དང་ལྷག་པར་དུ་ལས་ཁུངས་རེ་ཟུང་གི་རོགས་དངུལ་བྱེ་བྲག་པ་ཁ་ཤས་རྩ་ཆད་དུ་གྱུར་ཚེ་རྩིས་ལོ་གཅིག་ཀྱང་འཁྱོལ་ཁག་པ་ཡིན་པར་བརྟེན་གནད་དོན་དེའི་ཐོག་རྒྱ་འབྲེལ་ཡོད་རྣམས་ནས་ཐུགས་འཚབ་ཀྱང་གནང་ཞུས་པ་གསུངས་ཡོད། སྤྱི་ཡོངས་མ་དངུལ་གནས་བབ་ཧིན་སྒོར་ས་ཡ་བདུན་བརྒྱ་ཟིན་གྱི་ཡོད་གནས་དང་ལོ་ལྟར་འཕར་བཞིན་ཡོད་གནས། ལས་ཁུངས་སོ་སོའི་མ་དངུལ་ལ་བལྟས་ཚེ་ད་ལྟའི་གནས་སྟངས་ལྟར་ཕྱིན་པ་ཡིན་ན་རྩིས་ལོ་གསུམ་ལས་ལྷག་མི་འདང་བ་དང་ལྷག་པར་ལས་ཁུངས་རེ་ཟུང་གི་རོགས་དངུལ་བྱེ་བྲག་པ་ཁ་ཤས་རྩ་ཆེར་བསྒྱུར་ཚེ་རྩིས་ལོ་གཅིག་ཀྱང་འཁྱོལ་ཁག་པོ་ཆགས་ནས། ལས་ཁུངས་རེ་ཟུང་ལ་མ་འདང་བར་བརྟེན་བཀའ་ཤག་ནས་མ་དངུལ་ཁ་སྣོན་གསོལ་རས་ཞུ་དགོས་ཞུ་དགོས་པའང་བྱུང་འདུག་གནད་དོན་འདིའི་ཐད་འབྲེལ་ཡོད་ནད་རྣམས་ནས་ཐུགས་འཚབ་ཀྱང་གནང་བཞིན་འདུག། ཡང་དཔལ་འབྱོར་བཀའ་བློན་ཀང་མེ་ཤི་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མ་དངུལ་གནས་སྟངས་དེ་སྔར་ལས་ཡག་ཏུ་ཕྱིན་ཡོད་པ་དང། མ་འོངས་པར་དཔལ་འབྱོར་གྱི་གནས་བབ་ཡར་རྒྱས་འགྲོ་རྒྱུའི་ཆེད་དུ། འདི་ལོའི་ནང་དུ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་དང་འཕྲོད་བསྟེན། དཔལ་འབྱོར་དང་ཤེས་རིག་དེ་བཞིན་རིག་གཞུང་བཅས་དང་འབྲེལ་བའི་ལྔ་དང་ལྔ་བཅུའི་ཚོགས་འདུ་ཆེན་པོ་ཞིག་བསྐོང་ཚོགས་སོགས་ཀྱི་ལས་བྱ་བང་སྒྲིག་ཡོད་པ་གསུངས་གནང་སོང། ད་རིང་ང་ཚོས་འཆར་འབུལ་ཞུས་ཡོད་དེ་གསང་ཡང་ཉིས་སྟོང་དྲུག་བརྒྱ་ལྷག་འཆར་འབུལ་ཞུས་དགོས། ཟླ་གཅིག་ཕར་འགྲོ་དགོས། འདི་བརྩམས་པ་ལ་འགྲོ་སོང་ཕངས་འདོད་དུས་ང་ཚོ་ལ་དངུལ་སྤར་རྒྱག་ཡ་ཁྲེལ་ཆེ་རུ་བཏང་ཡ་དེ་འདྲ་ལང་ཁ་མཁན་ཡོག་མ་རེད། མེད་པ་ཡིན་ན་ཡང་གནས་སྟངས་གཅིག་གི་རྐྱེན་བཅས་རྒྱ་གར་མོ་ཐུ་ཇི་ཀ་དེ་བོད་ནང་ལ་བུད་མེད་ཀྱི་ཐུགས་ལས་ཀ་དེ་དེ་སྔ་འདས་པའི་མི་མདོག་ཚོའི་སྐུ་ལས་སྐྱོན་ག་ལྟ་ལས་འགན་ཚང་མ་ཡག་པོ་ཡོད་པ་རྩིས་གཙང་མ་ཡོད་པ་དེ་འདྲའི་རྐྱེན་ནི་རོ་ཙོང་མང་པོ་ཅིག་མུ་མཐུད་ཉུང་དུ་བཏང་པ་ལ་འདི་འདྲའི་འདི་ང་ཚོ་དཀའ་ངལ་ཞུ་བ་ཅིག་ངའི་རེད་བསམ་གྱི་མི་འདུག་ཡིན་པ་ཡིན་ན་ཡང། དེ་སྔའི་དགེ་བསྙེན་དག་དང་བསྡུར་བས་ན་ད་ལྟ་ཡག་ཏུ་ཕྱིན་ཡོད་ཞུ་བས་ཡིན། བདག་ཉིད་ཚོད་དཔག་ཆུ་ཚོད་གཉིས་འདུག་ནམ་ལོ། ཀོ། སྔོན་ཆད་མ་དངུལ་གནས་སྟངས་གོ་དེ་ཡག་ཏུ་ཕྱིན་པ་དེ་གཉིས་འདུག་དོན་ཡོད་རེད། ད་རིང་དེ་གསུངས་པ་དེ་ངས་བདེན་པ་མ་རེད་ཞུ་གི་མེད། ཏན་ཏན་རེད་བརྒྱ་ཆ་བརྒྱ། ལས་ཁུངས་ལ་ལོ་གསུམ་ལྡང་གི་འདུག་བཞི་ལྡང་གི་འདུག་ལྔ་ལྡང་གི་འདུག་ལབ་ཀྱི་ཏན་ཏན་གནས་སྟངས་ཕྱིན་པ་ནི་ཡོང་སྲིད་ཀྱི་རེད། ཡང་ལོ་རང་འགའ་ལ་ཡང་དེ་རྣམས་ཤིན་གྱི་བྱུང་ཡོང་ཡག་གི་རེ་བ་བྱེད་ཀྱི་ཡོད་རེད། རྩོམ་སྒྲུང་ཡི་གེའི་རེ་བ་ཅི་ཡོད་རེད། རྩོམ་པ་འདིའི་ཐོག་ནས་བཀའ་ཤག་གི་ངོས་ནས་རྒྱ་ཆེ་རྒྱ་ཨ་ནི་དཔལ་འབྱོར་གྱི་སྲིད་ཇུས་སྒང་ལ་དགོངས་པ་མ་བཞེས་པ་མ་རེད། ལྷག་པར་དུ་ཡང། ལྔ་དང་ལྔ་བཅུའི་སྲིད་ཇུས་དགོངས་པ་བཞེས་པའི་སྐབས་སུ། ཟླ་གཉིས་འཚོགས་ཡས་ཀྱི་ལྔ་དང་ལྔ་བཅུའི་ཚོགས་འདུ་ཆབ་སྲིད་ཀྱིས་སྦྲེལ་བའི་ཚོགས་འདུ་རེད། ད་རིང་འདིའི་སྔོན་རྩིས་ནང་དོན་ལ་ལྔ་དང་ལྔ་བཅུའི་ཚོགས་འདུ་ཁག་གཉིས་ང་ཚོས་འཆར་འབུལ་ཞུས་ཡོད་རེད། གཅིག་སྟེ། སྤྱི་ཚོགས། དཔལ་འབྱོར། འཕྲོད་བསྟེན། ཤེས་ཡིག་རིག་གཞུང་སྐད་ཡིག་སྐོར་ལ།

བོད་མིའི་སྒྲིག་འཛུགས་ཀྱི་མ་དངུལ་ལ་ཕན་པའི་ཆེད་འཛིན་སྐྱོང་བཀའ་ཤག་གི་ངོས་ནས་བོད་མིའི་དྭངས་བླངས་བྱ་དངུལ་གྱི་དངུལ་འབོར་སྤར་ཆ་གནང་དགོས་པའི་གཞེན་སྐུལ་དང། བོད་མིའི་ནུས་སྟོབས་གོང་འཕེལ་དང་འབྲེལ་བའི་ལས་འཆར་དང་བོད་དོན་ཆབ་སྲིད་དང་འབྲེལ་བའི་ལས་འཆར། དེ་བཞིན་ཤེས་ཡོན་དང་འབྲེལ་བའི་སྔོན་རྩིས་ལས་འཆར་སོགས་སྐོར་ཡ་དོགས་དྲིས་ཀྱང་སླེབས་ཡོད་པ་རེད།